རྟོག་པའི་དྲ་བ་རྣམས་ཟ་ཅིང་ཟབ་ཅིང་གལ་ཆེ་ཀུན་དགའ་བ་ཀུན་ཏུ་བཟང་པོ་འོད་ཟེར་བདག་ཀུན་ནས་འཕྲོ་ལ་ཕྱག་འཚལ་ལོ། འོ་ལ། ད་དེ་ཡང་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་གོས་ཕྱག་མངོན་དུ་བཏང་ནས། ད་ད་ལན་བརྔན་ཐུང་དེའི་ནང་དུ་ངེས་དེ་གོས་པ་རང་ངེས། བཀོད་པ་རང་ཉིད་ནས་དེ་ནས་ད་ང་རང་ཚོ་ཚད་མ་རྣམ་འགྲེལ་སྐབས་སུ་ད་དེ་ཡང་ཚད་གྲུབ་ལེའུ་ནང་ལོགས་ལ་དེ་ནས་ད་སྟོན་པ་སངས་རྒྱས་བཅོམ་ལྡན་འདས་ནི་ལུགས་འབྱུང་དང།

ད། ཐོས་པ་དེ། ཐོས་པའམ། ད། ད་གེ་གེ་རྣམ་པས། ད་ང་རང་ཚོ་ལ་ཚུར། བསླབ་གནང་བ་དེ་དེ་ངས་ཁྱེད་རྣམས་པ་ལ་བཤད་ཀྱི་ཡིན། ད་གེ་ཟེ་དེ་ད་མི་མཐུན་པ་དང་དེ་ནས་ནོར་བ་དེ་འདྲ། ཡོད་པ་ཡིན་ན། དེ་ནས་མ་ཀོ་མེན་གནང་ལ་ལ་དེ་ནས་བྲིས་རོགས་གནང་ཟེར་ཞུ་རྒྱུ་ཡིན་ཧོ་ལགས། ད་དང་པོ་ལུགས་འབྱུང་གི་རྟགས་བཞི་དེ་ག་རེ་རེད་འདོད་ཟེར་ན། བཅོམ་ལྡན་འདས་དང་རྒྱུད་གཅིག་ཏུ་གྱུར་པའི་བྱང་སེམས་ཚོགས་ལམ་པ་ཆོས་ཅན། སྟོན་པ་བཞད་པའི་སྐབས་ནས་བསྟན་པས། བདག་མེད་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེ་རུང་ཡིན་ཏེ། གྲོགས་ལ་ཕན་བཞེད་བཞད་པའི་སྐབས་ནས་བསྟན་པས་བརྩེ་བ་ལྔས་རྒྱ་ཆེན་པོ་རྒྱུད་ལ་ལྡན་པས་བྱང་སེམས་སོ་སྐྱེ་ཡིན་པའི་ཕྱིར། རྟགས་དང་པོ། གཉིས་པ། བཅོམ་ལྡན་འདས་དང་རྒྱུད་གཅིག་ཏུ་གྱུར་པའི་བྱང་སེམས་མཐོང་ལམ་པ་ཆོས་ཅན། བདེ་གཤེགས་བཞད་པའི་སྐབས་ནས་བསྟན་པས་སྤངས་པ་བདེ་གཤེགས་ཁྱད་པར་གསུམ་ལྡན་རྒྱུད་ལ་མངའ་རུང་ཡིན་ཏེ། སྟོན་པ་བཞད་པའི་སྐབས་ནས་བསྟན་པས་བདག་མེད་རྟོགས་པའི་ཤེས་རབ་རྒྱུད་ལ་ལྡན་པའི་ཕྱིར། གསུམ་པ། རྣམ་མཁྱེན་ཐོབ་མ་ཐག་པའི་གང་ཟག་ཆོས་ཅན། སྐྱོབ་པ་ཞེས་པའི་སྐབས་ནས་བསྟན་པའི་སྐྱོབ་པ་གཞན་དོན་ཕུང་སོགས་རྒྱུད་ལ་འབྱུང་རུང་ཡིན་ཏེ། བདེ་གཤེགས་ཞེས་པའི་སྐབས་ནས་བསྟན་པའི་སྤངས་པ་བདེ་གཤེགས་ཁྱད་པར་གསུམ་ལྡན་རྒྱུད་ལ་བསྟན་པའི་ཕྱིར། བདེན་བཞི་པ། བཅོམ་ལྡན་འདས་ཆོས་ཅན་ཚད་མ་ཡིན་ཏེ་མི་སླུ་བ་དང་མ་བྱས་དོན་ཟང་ངེ་བསྟན་གྱི་རིགས་པ་ཡིན་པའི་ཕྱིར།

ད་དེ་ཡང་ཨ་ནི་ད་ལུགས་ལྡོག་གི་རྟགས་ཤིག་དེ་ག་རེ་རེད་ཟེར་ན་དང་པོ། བཅོམ་ལྡན་འདས་ཆོས་ཅན་བདེ་གཤེགས་བཞད་པའི་སྐབས་ནས་བསྟན་པའི་རང་དོན་ཕུན་ཚོགས་དེ་བཞི་མངའ་བ་སྔོན་དུ་སོང་སྟེ། སྐྱོབ་པ་བཞད་པའི་སྐབས་ནས་བསྟན་པའི་གཞན་དོན་ཕུན་ཚོགས་རྒྱུད་ལ་མངའ་བའི་གང་ཟག་ཡིན་པའི་ཕྱིར་ཟེར་རོ། གཉིས་པ། བཅོམ་ལྡན་འདས་ཆོས་ཅན་སྟོན་པ་བཞད་པའི་སྐབས་ནས་བསྟན་པའི་སྦྱོར་བ་ཕུན་ཚོགས་བདག་མེད་རྟོགས་པའི་ཤེས་རབ་མངའ་བ་སྔོན་དུ་སོང་སྟེ། བདེ་གཤེགས་བཞད་པའི་སྐབས་ནས་བསྟན་པའི་རང་དོན་ཕུན་ཚོགས་དེ་བཞི་མངའ་བའི་གང་ཟག་ཡིན་པའི་ཕྱིར། གསུམ་པ། བཅོམ་ལྡན་འདས་ཆོས་ཅན་འགྲོ་ལ་ཕན་བཞེད་བྱེད་པའི་སྐབས་ནས་བསྟན་པའི་བསམ་པ་ཕུན་ཚོགས་བརྩེ་བ་མངལ་ཆེ་ཆེན་པོ་མངའ་བ་སྔོན་དུ་སོང་སྟེ། སྟོན་པར་བཞེད་པའི་སྐབས་ནས་བསྟན་པའི་སྦྱོར་བ་ཕུན་ཚོགས་བདག་མེད་རྟོགས་པའི་ཤེས་རབ་མངའ་བའི་གང་ཟག་ཡིན་པའི་ཕྱིར། བཞི་པ། བཅོམ་ལྡན་འདས་ཆོས་ཅན་མཚན་མར་གྲུབ་སྟེ། བདེན་བཞི་ཡི་བླང་དོར་ཕྱིན་ཅི་མ་ལོག་པ་རང་ཉིད་ཀྱི་ཁོང་དུ་ཆུད་པ་ལྟར་གཞན་ལ་སྟོན་པའི་སྟོན་པ་བླ་ན་མེད་པ་ཡིན་པའི་ཕྱིར། འོ་ད་དེ་འདྲའི་གསུངས་གནང་གི་འདུག་ཨ། ད་རེད་ད་དེ་སྐབས་སུ། དེ་ནས། དགོས་པ་རང་ངེས་ལ། ད་དོགས་པ་ཟེར་ན་ཡང་རེད་ག་རེ་སྐྱེ་གི་འདུག་ཟེར་ན་ད་ལུགས་འབྱུང་གི་རྟགས་གསུམ་པ་ཞིག་ཏུ། རྣམ་མཁྱེན་མཐོ་སྤང་དག་པའི་གང་ཟག་ཆོས་ཅན་སྐྱོབ་པ་བྱེད་པའི་སྐབས་ནས་བདེན་པའི་སྐྱོབ་པ་གཞན་དོན་ཕུན་ཚོགས་རྒྱུད་ལ་འབྱུང་རུང་ཡིན་ཏེ། བདེ་གཤེགས་བྱེད་པའི་སྐབས་ནས་བདེན་པའི་སྤངས་པ་བདེ་གཤེགས་ཁྱད་པར་གསུམ་ནས་རྒྱུད་ལ་བདེན་པའི་རྒྱུད་ལ་བདེན་པའི་ཕྱིར་ཟེར་བ། ད་སངས་རྒྱས་མ་ད་རྣམ་མཁྱེན་མཐོ་མ་དག་པ་ཟེར་བ་དེ་སངས་རྒྱས་མ་དག་པའི་གང་ཟག་བཞག་གི་ཡོད་རེད་བ། ད་དེ་ལྟ་བུའི་སངས་རྒྱས་མ་དག་པའི་ཨ་ནི། ཐེག་ཆེན་དགྲ་བཅོམ་པ་ལགས་ན་ཡང་རེད། སྟོན་པ་སངས་རྒྱས་བཅོམ་ལྡན་འདས་རེད། སངས་རྒྱས་ཟིན་རོ། སངས་རྒྱས་རེད་དེ་རོ། སངས་རྒྱས་ཡིན་ན་ཡང་ད་དུང། ཨ་ནི། ད་སངས་རྒྱས་ཡིན་དུས་ཙང་ནས། རྒྱུ་བསམ་སྦྱོར་ཕུན་སུམ་ཚོགས་པ། སྔོན་དུ་འགྲོ་ཚར་རེད། ད་དེ་གི་འབྲས་བུ་དོན་གཉིས་ཕུན་སུམ་ཚོགས་པ་ཐོབ་དགོས་ཀྱི་ཡོད་རེད་བ། རྒྱུད་ལ་སྐྱེ་དགོས་ཀྱི་ཡོད་རེད་བ། མ་རེད། ད་རྒྱུ་བསམ་པ་ཕུན་ཚོགས་དང་སྦྱོར་བ་ཕུན་ཚོགས་སྔོན་དུ་སོང་ཟིན་པའི་གི་དེ་འདྲའི་གི་རྣམ་མཁྱེན་ཐོག་མ་དག་པའི་སངས་རྒྱས་སྐད་ཅིག་དང་པོ་ཞིག་ཡོད་རེད་བ། ཧོ་ཁོང་ལ་ད་འབྲས་བུ་དོན་གཉིས་ཕུན་ཚོགས་ནང་ནས་རང་དོན་ཕུན་ཚོགས་ཡོད་ཀྱང་གཞན་དོན་ཕུན་ཚོགས་དེ་ཡང་ནི་མེད་པ་ལྟ་བུ་ཅིག་ཨ་ནི། ཕྱག་གི་དུ་བ་རྟགས་དེ་ལ་བལྟས་པ་ཡིན་ན། ག་རེ་ཟེར་ན་སྐྱོབ་པ་བྱེད་པའི་སྐབས་ནས་བསྟན་པའི་སྐྱོབ་པ་གཞན་དོན་ཕུན་སུམ་རྒྱུད་ལ་འབྱུང་རུང་ཡིན་ཏེ། འབྱུང་དུ་རུང་བ་རེད་མ་གཏོགས་འབྱུང་ཡོད་མ་རེད། རེད་བ། རྟགས་ལ་ཁབ་ཏུ་བལྟས་པ་ཡིན་ན། རེད་བ། ད་དེ་དེ་ལྟའི་ཟེར་ཨ་ནི། རྟགས་དེ་ད་ནོར་བ་ཡིན་ན་ནི་གང་ཞེས་རེད་བ། ད་གལ་སྲིད་ཁྱེད་རྣམ་པས་རྟགས་གཞན་དག་ཅིག་ཨ་ནི་བཞག་གི་ཡོད་ན་མ་ཀོ་མེད་ནང་ལོགས་ལ་དྲི་རོ་ནང་སེང་ཞུ་རྒྱུ་ཡིན། ག་རེ་ཟེར་ན། སངས་རྒྱས་ཟིན་ན་ཡང་ད་དུང། འབྲས་བུ་དོན་གཉེར་ཕུན་སུམ་རྒྱུད་ལ་མ་བརྟེན་པའམ་འབྲས་བུ་དོན་གཉེར་ཕུན་སུམ་མ་ཐོབ་པ་དེ། རྩ་བ་ཉིད་ནས་མི་འཐད་པར་འགྲོ་ཞེས་གནང་གི་འདུག་རེད་བ། ད་ཡང་ན་ག་ཞིག་གིས་ད་གཞན་དོན་ཕུན་སུམ་རྒྱུད་ལ་བྱུང་རུང་ཟེར་བ་དེ། གཞན་དོན་ཕུན་ཚོགས་ཟེར་བ་དེ་སྤྱི་དང། ད་འགྲོ་བ་གཞན་གྱི་དོན་དག་ལ་དེ་ནས་ད་འགྲོ་བ་ད། སེམས་ཅན་དང་སེམས་ཅན་གཞན་བརྟེན་བྱེད་དེར་བ། ད་ཡང་ན་ནི་ད་སེམས་ཅན་གྱི་གཞན་བརྟེན་བྱེད་ཀྱི་དེ་ནི་མཆོག་ཏུ་གྱུར་པ་དེའི་ཆོས་འཁོར་བསྐོར་བ་དེ་རེད་དོ། གཙོ་བོ་དེ་ད་སངས་རྒྱས་པ་དང་དེ་ནི་ཆོས་འཁོར་བསྐོར་གྱི་མ་རུང་བ། དཔེར་ན་བདག་ཅག་གི་སྟོན་པ་ཨ་ནི་རྣམ་འདྲེན་བྱེད་པ་སྟོན་པ་སངས་རྒྱས་བཅོམ་ལྡན་འདས་སྟོན་པ་ཤཱཀྱ་ཐུབ་པ་ལྟ་བུ་ཡིན་ན་ཡང་ཨ་ནི། སངས་རྒྱས་ནས་ད་དེ་ནི་བདུན་ཕྲག་བདུན།

ག་རེ་ཟེར་ན་སངས་རྒྱས་པ་དང་དེ་ནི་སངས་རྒྱས་པ་དང་དེ་ནི་ཆོས་གསུང་གོ་མ་རོ་བ་ཆོས་འཁོར་བསྐོར་གི་མ་རོ་བ་དེ་ལ་དགོངས་པ་ཡིན་ན་ནི་ད་གཞན་དོན་ཕུན་ཚོགས་རྒྱུད་ལ་འབྱུང་རུང་ཟེར་དེ་འཐད་ཀྱི་འདུག། དེ་མ་ཡིན་པའི་ཀྱི་འབྲས་བུ་དུས་ངན་ཕུན་ཚོགས་མ་ཐོགས་པའི་ཀྱི་སངས་རྒྱས་ཅིག་ཡོད་ཟེར་ན་ཨ་ནི་ཏེ་ཟེར་ཨ་ནི་ད་ཨ།